ནི་གང་ཡིན་ཟེར་ན་ད་ང་རང་ཚོ་ངོར་ཆེན་རྡོ་རྗེ་འཆང་གི་བྱང་ཆུབ་ཡིན་པ་ཡིན་དུས། འདུལ་བའི་ཕྱག་ལེན་དུ་དཔེ་མ་བཟོད་པའི་གལ་ཆེན་པོ་ཆགས་ཀྱི་འདུག་དེ་འདྲ་ཡིན་པ་ཡིན་དུས་ཨ་ནི་དམིགས་བསལ་གྱིས་ཨ་ནི་དབྱར་གནས་བཞུགས་མཁན་ཚོ་ལ་ཞབས་དྲུང་རིན་པོ་ཆེ་དབུས་པའི་ཨ་ནི་དབྱར་གནས་བཞུགས་མཁན་ཚང་མ་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡོད། དེ་ནི་ང་ཚོ་ད་དབྱར་གནས་ཀྱི་མཚན་ཐོག་ཐག་སྐབས་ལ་ཨ་ནི་གཞི་རིམ་བླ་གྲྭ་གྱི་ཨ་ནི།

ཆོས་བཤད་གནང། འདི་འདྲ་མཛད་དུས་ཙང་ནས་ཨ་ནི། རྒྱལ་པོ་དང་བློན་པོ་འདི་འདྲས་ཀྱི་ཡང་ནི་གཡོག་པོ་གཡོག་མོ་དེ་ཚོ། ད་ང་རང་ཚོ་ཨ་ནི་སངས་རྒྱས་འཇིག་རྟེན་གྱི་ཁམས་ལ་འདི་འདྲས་ཕེབས་ཆོས་གསུང་བའི་སྐབས་ལ་ང་ཚོ་ཨ་ནི་ད་ནི་རྒྱ་གང་ད་རྒྱ་པོ་རྒྱ་མོ་གི་ལས་ཀ་མང་པོ་ལས་དགོས་ཀྱི་འདུག་ལས་དགོས་པས་མ་ཟད་པའི་ད་སངས་རྒྱས་འདི་འདྲས་བྱོན་ནས་དེ་ཨ་ནི་ཆོས་གསུང་ས་ལ་སླེབས་ཀྱི་མི་འདུག་ད་ང་ཚོ་དཔེ་མ་སྲིད་པའི་ལས་ངན་ཞིའུ་ཅིག་ཡིན་ས་རེད། ད་ད་རིང་ཆོས་གསུང་ས་ལ་མ་སླེབས་པ་ཡིན་ན་ད་སྐྱེ་བ་ཇེ་མང་དེ་ལས་ཀྱང་ནི་དཀའ་ལས་ཁག་གི་ད་ང་རང་ཚོ་ཆོས་ཉན་གི་གོ་སྐབས་རང་རག་གི་མ་རེད་ཟེར་ནས་དེ་སེམས་ཁྲལ་འདི་འདྲའི་བྱེད་བདེ་བའི་གནས་སྐབས་སུ་ནི་དེ་འདྲའི་དེ་ཡང་ནི་སྟོན་པ་བཅོམ་ལྡན་འདས་ཀྱི་མཁྱེན་ནས་ཨ་ནི་མཚན་ལ་ཡང་ནི་ཆོས་གསུང་ཡ་གི་ཡང་ནི་མགོ་འདྲ་བོ་དེ་འདི་འདྲའི་འདྲ་ཞིག་བཙུགས་ཚེས་པ་ཡིན་ས་རེད། དེ་འདྲ་ཡིན་དུས་ཙང་ནས་དེ་ནི་ད་མཚན་ལ་ཡང་ནི། ཡང་རྒྱ་བོ་རྒྱ་མོ་རེད་ད་ག་ནང་བཞིན་ཡང་ནི་བློན་པོ་དང་དེ་ཚོ་ཚང་མ་ལ་ནི་མི་མང་དང་བཅས་པ་ལ་ཆོས་གསུངས་པའི་གནས་སྐབས་སུ་དེ་ནི་ཚར་རྗེས་ཨ་ནི་རྒྱ་བོ་རྒྱ་མོ་དེ་ཚོ་ཕེབས་ཡོང་དུས་ཙང་ནས་ཨ་ནི་ཆོས་ཉན་ས་ལ་ལྷག་པར་དུ་དེ་ནི་གཡོག་པོ་གཡོག་མོ་དང་བཅས་པ་མཉམ་དུ་ཡོང་དུས་ཙང་ནས་ཨ་ནི་ཆོས་གསུངས་ས་ལ་སླེབས་དུས་དེ་ནི་ཆོས་དབུ་བཙུགས་པའི་གནས་སྐབས་སུ་ཨ་ནི་རྒྱ་མོ་གཅིག་གིས་ཨ་ནི། རྒྱན་ཆ་བཏགས་རྒྱུ་ལུས་བཟུང་བ་ཡིན་ས་རེད། དེ་ལུས་བཟུང་དུས་ཙང་ནས་ཨ་ནི་གཡོག་མོ་དེ་ལ་ཡང་ཨ་ནི། ངས་དེ་འཆར་བདག་གི་ལུས་འདུག་ཁྱེད་རང་ཡང་ནི་རྒྱ་གང་ནང་ལ་དེ་འཆར་ལན་འགའ་སྒྲོག་གི་རེད་ཟེར་ནས་དེ་འདྲས་བྱས་ནས་རྒྱ་མོ་དེ་གི་གསུང་བ་ཡིན་ས་རེད། དེ་ནས་དེ་འདྲས་གསུང་དུས་ཙང་ནས་ད་གཡོག་མོ་དེ་པད་མ་སེར་བའི་བློ་ཕམ་ཆེན་པོ་བྱུང་ཡོད་ས་རེད་ད་སངས་རྒྱས་སྤྱི་དང་ནས་ནི་འཇིག་རྟེན་གྱི་ཁམས་ལ་བྱོན་ག་ལེ་ཁག་པོ་རེད་ད་ལན་བྱོན་པའི་གནས་སྐབས་སུ་བ་ནི་ད་ཆོས་གསུང་ཡས་ཀྱི་གོ་སྐབས་དེ་འདྲས་རག་ཨ་ནི་དེ་མ་ཟེར་བའི་ཨ་ནི་ང་རང་ཆོས་ཉན་གྱི་གོ་སྐབས་རག་པའི་གནས་སྐབས་སུ་ཡང་དེ་འདྲས་བྱས་ཨ་ནི། ད་རྒྱ་མོ་གི་གན་ཆ་ལས་འགར་འགྲོ་དགོས་སོང་བསམ་ནས་ད་པས་སེམས་ཁྲལ་ཆེན་པོ་བྱས་ནས། ནི། ད་རྒྱ་མོའི་ཁ་ཡིན་དུས་ཙམ་ནས་གན་ཆ་ལས་འགར་མ་འགྲོ་ན་འགྲིག་གི་ཡོད་མ་རེད་དེ་དེ། ད་སེམས་ཁྲལ་བྱེད་བཞིན་པའི་ངང་ནས་མོ། གན་ཆ་ལས་འགར་ཕྱིན་པ་ཡིན་ས་རེད་རྒྱ་ཁང་ལ། དེ་འདྲའི་ལས་འགར་འགྲོ་དུས་ཙམ་ནས་དེ་ནི་ལམ་འགག་སྤ་རོ་ལ་ཡར་བླངས་འགོག་ཅིག་སླེབས་ནས། ཨ་ནི་གཡོག་མོ་དེ་ལ་དུངས་ནས་གཡོག་མོ་དེ་དེ་ན་ཤི་སོང་ཡིན་ས་རེད། དེ་ཤི་འགྲོ་དུས་ཙང་ནས་ད་དེ་འདྲས་ཀྱི་གནས་ཚུལ་དེ་བཅོམ་ལྡན་འདས་ཀྱིས་མཁྱེན་བྱས་ཨ་ནི་རྒྱལ་མོ་ལ་ད་ཁྱེད་རང་གི་གཡོག་མོ་ད་ད་གན་ཆ་ལེན་ཁར་འགྲོ་གིན་དེ་ཨ་ནི་ལམ་ཁ་ལ་ཨ་ནི་གླང་གོག་གིས་དུངས་བྱས་ཨ་ནི་ད་དེ་གྲོངས་སོང་བ་རེད་ཡིན་ན་ཡང་ད་ད་སུམ་ཅུ་རྩ་གསུམ་གྱི་གནས་སུ་ཨ་ནི་སྐྱེ་བ་ལེན་ཡོད་གསུངས་པ་རེད་དེ་མ་ཐག་ཏུ་ཨ་ནི་དེའི་གནས་སྐབས་སུ་ཨ་ནི་ཤཱ་རིའི་བུ་ཡོད་པ་ཡིན་ས་རེད། ཨ་ནི་ཤཱ་རིའི་བུ་གིས་བཅོམ་ལྡན་འདས་ལ་འདི་དྲི་བ་ཅིག་ཕུལ་ནས། ཨ་ནི། རྒྱ་མོ་གི་གཡོག་མོ་དེ་དག། ཨ་ནི། ཆོས་རྩ་བ་ནི་ཉན་ཡོད་བ་མ་རེད་དེ་མོ་སུམ་ཅུ་རྩ་གསུམ་གྱི་གནས་སུ་ཨ་ནི་སྐྱེ་བ་ལེན་དགོས་པ་དེ་ག་འདྲའི་དགྲ་བོ་ཅིག་རེད་ས་ནི་ཞུ་དུས་ཙང་ནས་དེ་ནི་བཅོམ་ལྡན་འདས་ཀྱིས། ད་མོ་ཅི་ད་ནི་ཆོས་ཉན་ཡས་ཀྱི་གོ་སྐབས་བྱུང་ཡོད་བ་མ་རེད་དེ་ཡིན་ན་ཡང་ད་མོ་ལ་ཡང་ཆོས་ཉན་ཡས་ཀྱི་བློ། པད་མ་སྲིད་པའི་ཡང་ནི་བསམ་གྱིས་མི་ཁྱབ་པ་ཅིག་ཡང་ནི་ཆོས་ཉན་འདོད་ཆེན་པོ་ཡོད་པ་ཡིན་དུས་ཙམ་ནས་ད་དེ་འདྲའི་གི་ཡང་ནི་ཆོས་ཉན་འདོད་ཡོད་པ་ཙམ་གྱི་བློ་དེས་གི་ཡང་ནི་སུམ་ཅུ་རྩ་གསུམ་གྱི་གནས་སུ་སྐྱེས་སོང་བ་རེད་གསུངས་པར་ད་ཆོས་ཉན་ནས་དངོས་གནས་ཁོ་རང་ཉམས་ལེན་ཡག་པོ་བྱས་པ་ཡིན་ན་ད་ད་ལྷའི་གནས་སུ་མ་ཟད་པའི་དེ་ནས་སངས་རྒྱས་ཀྱི་ཞིང་ཁམས་ལ་ནི་སྐྱེ་ཡས་ཀྱི་གོ་སྐབས་དེ་འདྲས་ཡོད་པ་ཡིན་དུས་ཙམ་ནས་ད་སངས་རྒྱས་ཀྱི་ཆོས་ཟེར་ཡས་དེ་པད་མ་སྲིད་པའི་རྩ་ཆེན་པོ། སོ་སོ་བདག་བས་ན་ཉན་རྒྱུ་མ་བྱུང་བ་ཡིན་ན་ཉན་དགོས་ཀྱི་འདུག་བསམ་པའི་བློ་ཙམ་ཡོད་པ་ཡིན་ན་ཡང་དེ་འདྲའི་ཡང་ནི་ཕན་ཐོགས་ཆེན་པོ་ཡོད་པ་གསུངས་པ་རེད་དེ་འདྲ་ཡིན་དུས་ཙང་ནས་དེ་ང་རང་ཚོ་དག་དེ་ལ་ཡང་ནི་ཆོས་ཀྱི་སློབ་ཆུང་རྐྱང་རྐྱང་གནང་མཁན་ཡིན་པ་ཡིན་དུས་ཙང་ནས་ཆོས་ཀྱི་སློབ་ཆུང་ཟེར་ཡ་འདི་སྐྱེ་བ་ནས་སྐྱེ་བ་ཚེ་རབས་ཐམས་ཅད་དུ་དག་ནི་དལ་བ་འབའ་ཞིག་ཡོང་གི་ཡོད་པ་ཡིན་དུས་ཙང་ནས་ད་དེ་འདྲའི་གི་ཡང་ནི་ཆོས་འདི་ལ་ཡང་ནི་འབད་བརྩོན་གནང་དགོས་ཡ་འདི་དཔེ་མ་སྲིད་པའི་གལ་ཆེན་པོ་ལྷག་པར་དུ་ང་རང་ཚོ་དག་རབ་ཏུ་བྱུང་བའི་དེས་ཀྱང་ཀྱང། ཡིན་དུས་རྩ་ནས་ད་དེང་སང་གི་དུས་ཚོད་ལ་ཡག་དེ་འདྲའི་ཞུགས་ཐུབ་པ་དེ་དཔེ་མ་སྲིད་པའི་ཀ་བ་བཟང་པོ་རེད་ཐུགས་རྗེ་ཆེ་ཞུ་གི་ཡོད་ད་ང་རང་ཚོ་གཙོ་ཆེ་ཤོས་དེ་སློབ་ཡོན་གཉིས་ཀྱི་སྲུང་བ་ནང་བཞིན་བྱས་ནས་ཚུར་གནས་ཐོད་དང་བསམ་གཏན་པའི་གོམ་པ་ལག་ནས་རབ་ཏུ་འབྱོར་ཟེར་ནས་ད་གཞི་ཚུལ་ཁྲིམས་རྣམ་པར་དག་པའི་སྟེང་དུ་ནས་ཐོད་གསུམ་གོམ་གསུམ་ལ་ནས་འབད་བརྩོན་གནང་དགོས་ཡ་དེ་ང་རང་ཚོ་གི་ད་ལས་འགན་གཙོ་བོ་གཅིག་རེད་དེ་ཡོད་རེད་དེ་འདྲ་ཡིན་པ་ཡིན་དུས་རྩ་ནས་ད་ང་རང་ཚོ་ལ་མཁན་ཆེན་རྡོ་རྗེ་འཆང་གི་ཡ་ནས་སྐུ་ལས་ཆེན་པོ་བསྐྱོན་ནས་ད་ད་པ་ལ་དཔེ་མ་སྲིད་པའི་ད་བསྡུ་བའི་ཕྱག་ལེན། གནས་ཡིན་སོ་སོ་གི་ད་ག་རེ་ཟེར་བ་རེད་ཉམས་ལེན་ཟེར་ན་མི་འདུག་བྱེད་ཡས་ཀྱི་གོ་སྐབས་དེ་འདྲས་ཀྱི་ཡག་པོ་ཅིག་གནང་ཡོད་རེད་འདི་ད་ལྟ་བར་ལ་མ་ཉམས་པ་འདུག་སེམས་གནས་དེ་ཡོད་པ་དེ་དཔེ་མ་སྲིད་པའི་ཀ་བ་བཟང་པོ་རེད་དེ་མ་འོངས་པ་ལ་ཡིན་ན་ཡང་ད་དེ་དེ་བཞིན་དུ་འགྲོ་དགོས་དུས་ཙང་ནས་ད་ལྟ་བར་ལ་གནང་བ་ལ་ཐུགས་རྗེ་ཆེ་མ་འོངས་པ་ལ་ཡིན་ན་ཡང་དེ་ནས་ཚང་མ་གི་ད་གཟབ་གཟབ་མཛད་དགོས་རྒྱུ་དཔེ་མ་སྲིད་པའི་གལ་ཆེན་པོ་རེད་ཞག་ལྷག་པར་དུ་དེང་སང་གི་དུས་ཚོད་ལ་དཔེ་མ་སྲིད་པའི་གཉན་འཕྲང་ཅན། ག་ལས་ཁག་པོ་ཡིན་ད་ཡིན་དུས་ཙམ་ནས་རབ་ཏུ་བྱུང་བ་གཙོ་རེད་དེ་གང་ལ། ནི་བླ་མ་གྲོགས་པོ་རྣམ་པ་ཚོ་དཔེ་མ་སྲིད་པའི་ནི་ཟབ་ཟབ་མཛད་དགོས་རྒྱུ་གལ་ཆེན་པོ་ཞིའུ་རེད་བཞག་ང་རང་ཚོ་ང་རང་ཡང་བླ་མ་རེད་གལ་ཆེན་པོ་ཞིའུ་རེད་བཞག་དེང་སང་དུས་ཚོད་དཔེ་བཞག་ན་ཚ་བོ་རེད་དེ་འདྲ་ཡིན་པ་ཡིན་དུས་ཙམ་ནས་ནི་ང་རང་ཚོ་ལ་ད་མིང་ཆེན་པོ་ཞིའུ་ཞིག་ཡོད་པ་ཡིན་དུས་ཙམ་ནས་ད་མིང་དོན་མཚུངས་པ་བྱེད་དགོས་དེ་ཞེ་དྲག་གི་གལ་ཆེན་པོ་ཡིན་དུས་ཙམ་ནས་དེ་ང་རང་ཚོ་ལ་ད་ནི་རབ་ཏུ་བྱུང་བ་རེད་ད་ག་ནང་བཞིན་ཡང་ནི། ད་སོ་སོ་སོ་སོ་དགོན་གནས་ཀྱི་མིང་ཡོད་ངན་ཚོ་དང་དགོན་པའི་བླ་མ་གི་མཚན་ཡོད་ངན་ཚོ་གཟབ་གཟབ་མཛད་དགོས་རྒྱུ་དཔེ་མ་སྲིད་པའི་གལ་ཆེན་པོ་དེ་ད་ལྟ་ང་རང་ཚོ་ལ་ད་ཞེ་དྲག་རེད་དག་ནང་བཞིན་དང་གི་མཁན་པོ་སྤྱི་མཚན་གྱི་གསུང་བ་ནང་བཞིན་བྱེད་ན་ནི་གཞི་རིམ་བླ་བྲ་དང་ཆོ་ག་ཕྱག་ལེན་གང་དང་གང་གནང་དགོས་ཀྱི་ཡོད་པ་ཡིན་ན་ཡང་ང་རང་ཚོ་ལ་གནང་ཆོག་ཆོག་མཁན་པོ་ཡག་པོ་དགེ་རྒན་ཡག་པོ་འདི་འདྲས་ཅིག་ཡོད་པ་ཡིན་དུས་ཙམ་ན་དཔེ་མ་སྲིད་པའི་ད་གོ་སྐབས་ཡག་པོ། ཀ་བ་བཟང་པོ་ཅི་རེད་དེ་ཡོད་དུས་ཚང་ནས་དེ་འབྲེལ་གྱི་དུས་ཚོད་དེ་ཡང་ཆུད་ཟོས་སུ་མ་འགྲོ་བར་གནང་ནས་ནི་འབད་བརྩོན་གནང་དགོས་དེ་དཔེ་མ་སྲིད་པའི་གལ་ཆེན་པོ་རེད་ཤག་དེ་ཡིན་དུས་ཚང་ནས་ད་ད་རིང་དཔེར་ན་བྱ་དགའ་བཞེས་པའི་གནས་སྐབས་སུའང་ནི་ཨང་ཀི་ཐོབ་ངན་ཚོ་ད་དཔེ་མ་སྲིད་པའི་ང་ཨང་ཀི་ཐོབ་སོང་ད་འགྲིག་སོང་བསམ་པ་ཙམ་མ་ཡིན་པར་སློབ་སྦྱོང་ཞེ་དྲག་བྱེད་ཡ་ལྷག་ཡོད་རེད་སློབ་སྦྱོང་མང་པོ་ཞིའུ་བྱེད་ཡ་ལྷག་ཡོད་རེད་དེ་ཡིན་དུས་ཚང་ནས་ད་རིང་ལན་པ་ཡིན་ན་ཡང་དེའི་སྒང་ལ་ང་རང་ད་ད་དུང་ཡང་ད་དུང་ཡང་ནི་འདིའི་སྒང་ལ་སློབ་སྦྱོང་ཆེན་པོ་བྱེད་རྒྱུ་ཡོད་བསམ་པའི་བསམ་བློ་སྐྱེས་ནས་བྱེད་དགོས་ཡ་གཅིག་དང་ད་ག་ནང་བཞིན་ཡང་ནི། ཨང་ཀིས་མ་ལོན་པ་ཡིན་པ་ཡིན་ན་ཡང་དེ་བློ་མ་ཕམ་པ་བྱས་ནས་ད་རིང་ད་སྔ་ལོན་མ་སོང་དེ་ཡིན་ན་ཡང་ལོ་རྗེས་མ་ཏན་ཏན་ཁོ་རང་ང་བརྒྱ་ཆ་བརྒྱ་ལོན་ཐུབ་པ་བྱེད་ཀྱི་ཡིན་ཟེར་ཡ་ཡང་ནི་བསམ་བློ་འཁྱེར་ནས་ཡང་ནི་སློབ་སྦྱོང་བྱེད་དགོས་དེ་དཔེ་མ་བཟོད་པའི་གལ་ཆེན་པོ་དེ་འདྲས་ཡིན་པ་ཡིན་དུས་ཙང་ནས་དེ་ནི་ང་རང་ཚོ་གར་ཟེར་བ་རེད་སྤྱི་དང་ནི་ད་སྤྱི་ཚོགས་ཡར་རྒྱས་ལ་འགྲོ་མི་འགྲོ་ཟེར་ཡ་དེ་ཚོ་ཚང་མ་གཙོ་ཆེ་ཤོས་དེ་ང་རང་ཚོ་ད་ནི་རིག་གནས་ཡོད་མེད། ཐུགས་དེ་གི་ཡོད་རེད། ཕྱི་ནང་ནས་ད་རིག་གནས་དེ་ཚོ་ཚང་མ་གཙོ་ཆེ་ཤོས་དེ་ང་རང་ཚོ་ནི་ཞེ་དྲག་ཁག་ཡིན་ན་རེད་བསླབ་གྲྭ་ཁག་ཡིན་ན་དགེ་རྒན་ནི་ཡོང་གི་ཡོད་པ་ཡིན་དུས་ཙང་ནས་དགེ་རྒན་ཟེར་ཡ་དེ་དཔེ་མ་སྲིད་པའི་གལ་ཆེན་པོ་ཞིག་རེད་དེ་ཡོད་རེད་དེ་འདྲ་ཡིན་དུས་ཙང་ནས་སྤྱི་བཏང་ནས་མི་གཅིག་གི་ཡ་སྤྱོད་ལམ་གྱིས་སྤྱི་ཚོགས་ལ་ཡག་ནི་འགྱུར་བ་ཆེན་པོ་ཐེབས་ཀྱི་ཡོད་མེད་དེ་ཞེ་དྲག་གི་ལབ་ཐུབ་ཀྱི་མ་རེད་དེ་ཡིན་ན་ཡང་ཨ་ནི་ད་དགེ་བའི་བཤེས་གཉེན་ཟེར་ཡ་དེ་ནི་དཔེ་མ་སྲིད་པའི་གལ་ཆེན་པོ་ད་ང་རང་ཚོ་ད་གཞུང་ལུགས་ནང་ལ་མང་པོ་གསུངས་ཡོད་རེད། དགེ་རྒན་གྱི་སྤྱོད་ལམ་དང་བསམ་བློ་འཁྱེར་སྟངས་དེ་ཚོ་མང་པོ་གསུངས་ཡོད་རེད། དེ་དཔེ་མ་སྲིད་པའི་གལ་ཆེན་པོ་རེད་དེ། གང་ཡིན་ཟེར་ན། སྤྱི་ཚོགས་ཡར་རྒྱས་འགྲོ་མི་འགྲོ་ཟེར་ཡ་འདི་དགེ་རྒན་རིག་གནས་ལ་རག་ལས་ཀྱི་ཡོད་རེད། རིག་གནས་དེ་ག་ནས་ཡོང་གི་ཡོད་རེད་ཟེར་ལབ་པ་ཡིན་ན་སླབ་གྲ་ནས་ཡོང་གི་ཡོད་རེད་དེ་མ་གཏོགས་ཡོང་ས་ཡོད་མ་རེད། སླབ་གྲ་དེ་ག་འདྲས་ཅིག་ལ་ཐུག་གི་ཡོད་རེད་ཟེར་ལབ་པ་ཡིན་ན་གཙོ་ཆེ་ཤོས་དེ་དགེ་རྒན་ལ་རག་ལས་ཀྱི་ཡོད་རེད། དགེ་རྒན་གྱི་ཨ་ནི་བསམ་བློ་འཁྱེར་སྟངས་རེད་ཀུན་སྤྱོད་འཁྱེར་སྟངས་རེད་དེ་ཡག་པོ་ཅིག་རེད་སོང་བ་ཡིན་ན་ཨ་ནི་དེ་དང་ཨ་ནི་ད་འབྲེལ་བ་ཡོད་ངེས་ཀྱི་སློབ་ཕྲུག་ཚང་མ་དེ་ལྟར་དུ་ཨ་ནི་ཡོང་གི་ཡོད་པ་ཡིན་དུས་ཙང་ནས་པད་མ་སེར་པོས་ད་ད་ལྟ་བར་ལ་དགེ་རྒན་རྣམ་པ་ཚོར་པད་མ་སེར་པོའི་ཧུར་ཐག་གནང་ཤག་པད་མ་སེར་ཡག་པོ་བྱུང་འདུག་བཀའ་དྲིན་ཆེ་ཞུ་གི་ཡོད་དེ་ནས་ཡར་རྒྱས་ལ་ཐག་མེད་པ་ཡིན་དུས་ཙང་ནས་མ་འོངས་པ་ལ་ཡིན་ན་ཡང་ཨ་ནི་སྤྱོད་ལམ་ཀུན་སྤྱོད་དང་ད་ག་ནང་བཞིན་དེ་ནས་བསམ་བློ་འཁྱེར་སྟངས་དེ་ཚོ་ཡང་ཡག་པོ་གནང་དགོས་དེ་པད་མ་སེར་པོས་གལ་ཆེན་པོ་མ་འོངས་པ་གི་གཞོན་སྐྱེས་དེ་ཚོ་ག་ག་འདྲས་ཡོང་གི་ཡོད་མེད་དེ་ད་ལྟ། ཨ་ནེ་དགེ་རྒན་རྣམ་པ་ཚོ་ལ་རག་ལས་དེ་ཡོད་ད་ང་ཚོ་འདིའི་དགོན་པའི་བླ་མ་ཡིན་ཟེར་ནས་མིང་ཆེན་པོ་ཞིག་ཡོད་རེད་མ་གཏོགས་སྤྱི་ཁྱིའི་སྤུ་གུ་དེ་ཚོ་ཉམས་རྟོགས་ང་ཚོ་ཤེས་མེད་དེ་གའི་གོ་སྐབས་ནི་ང་ཚོར་ཡོང་གི་མི་འདུག་ད་ག་ན་བཞིན་དེ་ནི་སྤུ་གུ་གང་འདྲའི་རེ་རེ་བཞིན་དུ་ག་འདྲའི་ཡོད་ཀྱི་ཡོད་མེད་དེ་ཡང་ང་ཚོ་གི་བརྒྱ་ཆ་བརྒྱ་ལྟར་ཞིག་ཧ་གོ་ཐུབ་ཀྱི་མི་འདུག་དེ་སྤུ་གུའི་གནས་སྟངས་དེ་ཚོ་ཚང་མ་གན་ལ་རྣམ་པ་ཚོགས་ཀྱིས་ཨ་ནེ་མཁྱེན་གྱི་ཡོད་པ་ཡིན་དུས་ཙང་ནས་ཨ་ནེ་གན་ལ་རྣམ་པ་ཚོགས་ཀྱིས་དེ་སྔ་བར་ལ་ཡག་པོ་གནང་འདུག་ཨ་ནེ་མ་འོངས་པ་ལ་ཡིན་ན་ཡང་དཔེ་མ་སྲིད་པའི། ནི་ད། ལྷག་པར་དུ་ང་ཚོ་ངོར་དགོན་པ་འདི་འདུ་བའི་གལ་ནི་ད། ཕྱག་ལེན་གཞི་བཞག་ས་ལྟ་བུ་ཅིག་ཡིན་པ་ཡིན་དུས་ད་ནི་རབ་བྱུང་གི་དེད་རྐྱང་རྐྱང་ཡིན་དུས། རབ་བྱུང་གི་ནི་ད་སྤང་དགོས་ཡ་ག་རེ་འདུག་ནི་བླང་བྱ། ནི་གྲུབ་དགོས་ཡ་ག་རེ་འདུག་དེ་ལ་ཡ་ཐུགས་བསམ་ཡག་པོ་བཞེས་ནས་དེའི་སྐོར་ལ་སློབ་སྦྱོང་གཙོ་བོ་མཛད་དགོས་ཡ་འདི་གལ་ཆེན་པོ་རེད་ཤག་དེའི་སྟེང་དུ་དེ་ནི་དེང་སང་གི་ནི་རིག་གནས་རེད་ད་ག་ནང་བཞིན་ནི་སྐད་ཡིག་གང་དང་གང་ཡིན་པ་ཚང་མ་ད་ང་རང་ཚོ་ལ་གལ་འགན་ཡག་པོ་ཡོད་རེད་དེ། བདུན་ནི་ཡང་ནི་སོ་སོ་གི་སློབ་སྦྱོང་བྱས་ནས་ནི། སོ་སོ་གི་གང་ཅིའི་སློབ་སྦྱོང་བྱས་བ་ཙམ་མ་ཡིན་པར་ལག་ལེན་བསྟར་ཐུབ་པ་གནང་རྒྱུ་དེ་པད་མ་སྲིན་པོའི་གལ་ཆེན་པོ་རེད། ད་ངས་འདས་ལོ་ཁ་ཤས་སློབ་སྦྱོང་བྱས་འདི་ང་འགྲོ་གི་ཡིན་བསམ་པ་དེ་འདྲའི་གི་བསམ་བློ་མེད་པ་བྱས་ནས་ད་ང་ཤི་ས་གསོན་ས་དེ་དགོན་པ་འདས་ལ་ཡིན་བསམ་པའི་བསམ་བློ་ཅིག་ངེས་པར་དུ་དགོས་ཀྱི་རེད། གྲྭ་བ་ཡིན་ཚར་བའི་ཞུ་བོ་ལ་དྭགས་དགོན་པ་ལ་བསྡད་དགོས་ཀྱི་རེད་མ་གཏོགས་གཅིག་གིས་ཨ་ནི་འགྲོ་ས་གཞན་པ་ཡོད་མ་རེད་འདི་འདྲ་ཡིན་པ་ཡིན་དུས་རྩ་ནས་ད་སློབ་སྦྱོང་རྒྱ་ཆེན་པོ་ཅིག་བྱེད་མ་ཐུབ་པ་ཡིན་ན་ཡང་ང་རང་དགོན་པའི་སྒྲིག་ཁྲིམས་ཡག་པོ་འཁྱེར་ནས་གྲྭ་བ་ཡག་པོ་ཅིག་བྱེད་ཀྱི་ཡིན་དགོན་པ་ལ་ཡག་པོ་ཅིག་དེད་ཀྱི་ཡིན་བསམ་པའི་བསམ་བློ་ཅིག་ཉུང་མཐའ་ལ་འགོག་གི་ཡོད་རེད་འདི་འདྲའི་ཅིག་ཨ་ནི་མེད་པ་ཡིན་ན་དེ་ནི་དཔེ་མ་སྲིད་པའི་ཨ་ནི་ག་རེ་ཟེར་བ་རེད་སྐྱོ་བོ་ཟེར་ན་མི་འདུག་ཨ་ནི་བསམ་བློ་ཆུང་ཆུང་ཞིའུ་ཅིག་ད་སྐྱོ་བོ་འདྲ་ཅིག་ཆགས་འདུག་རེད་བ་འདི་འདྲ་ཡིན་དུས་རྩ་ནས་ངེས་པར་དུ་དེ་ང་རང་ཚོ། རབ་ཏུ་བྱུང་བ་ཅིག་ཡིན་ཚར་བའི་ཞུ་སྒོ་ལ་གོམས་པ་ལ་དད་ཀྱིན་ཡིན་བསམ་པའི་ཡང་ནི་བསམ་བློ་ཅིག་ངེས་པར་དུ་འཁོལ་གྱི་འདུག་དེ་ཡང་ནི་ཁྱེད་རྣམ་པ་ཚང་མའི་ཡང་ནི་ཐུགས་ལ་འདུག་སུ་བཞག་རོགས་གནང་ཞུ་བས་དང་དེ་གིན་དག་གནང་ཞིང་དེའི་སྒང་ལ་དེ་ནི་སོ་སོ་གིས་དང་གི་གོང་དུ་ཞུས་པ་ལྟར་དུ་སློབ་སྦྱོང་ཡག་པོ་གནང་དགོས་འདུག་པས་གལ་ཆེན་པོ་དེང་སང་འཛམ་གླིང་ག་བ་ཕྱིན་པ་ཡིན་ནའི་ད་སློབ་སྦྱོང་མེད་པ་ཡིན་ན་དཔེ་མ་སྲིད་དཀའ་ལས་ཁག་པོ་རེད། སྔོན་མ་དང་མ་འདྲ་བ་དཔེ་མ་སྲིད་པའི་དཀའ་ལས་ཁག་པོ་རེད་འདི་འདྲའི་ཡིན་པ་ཡིན་དུས་ཙང་ནས་སློབ་སྦྱོང་དང་སྒྲིག་ཁྲིམས་ལ་ནི་སྲུང་བརྩི་ཡག་པོ་ཞུས་པ་ཡིན་ན་དེ་སོ་སོ་ཇེ་མང་ལུང་པ་དགའ་བ་ཕྱིན་པ་ཡིན་ན་དཀའ་ངལ་འཕྲད་ཀྱི་མ་རེད། ད་ལྟ་དེ་ལ་སོ་སོ་གི་སྒྲིག་ཞབས་ལ་ཡག་པོ་བསྡད་ཐུབ་པ་ཡིན་ན་དེ་ལུང་པ་དགའ་བ་ཕྱིན་པ་ཡིན་ན་སོ་སོ་ལ་དཀའ་ངལ་ཁྱུར་ནས་ཡོང་གི་མ་རེད་དེ་མ་གཏོགས་ཅིག་གིས་ད་ལྟ་དེ་ལ་སྒྲིག་ཞབས་ལ་ཡག་པོ་མ་བསྡད་སྒྲིག་མ་གོ་འདྲ་མི་འདྲ་མང་པོ་བྱས་པ་ཡིན་ན་དེ་ནི་སོ་སོ་ལུང་པ་གཞན་པ་དགའ་བ་ཕྱིན་པ་ཡིན་ན་ཡང་དེ་ནང་བཞིན་བྱས་ནས་སྒྲིག་ཁུར་ནས་བསྡད་ཐུབ་ཀྱི་མ་རེད་ཁོ་ད་ངས་ལོབས་སོང་བར་བ་དེ་འདྲས་ཡིན་པ་ཡིན་དུས་ཙང་ནས་ད་ལྟ་ནས་སོ་སོ་གིས་སོ་སོ་བསམ་བློ་བཏང་ནས་ནི་སྒྲིག་ཁྲིམས་ཡག་པོ་སྲུང་ནས། དེ་ཡན་ཏན་པས་ནི་སྲིད་པའི་གལ་ཆེན་པོ། དེ་ལྷག་པར་དུ་ད་ལོ་ཆུང་ཆུང་ཚོ་དེ་ནི་བློ་རིག་བཀྲ་བོ་ཡོད་པ་དེ་འདྲའི་ཡིན་དུས་ཙམ་ནས་ད་དུས་ཚོད་ཆུད་ཟོས་སུ་མ་འགྲོ་བ་བྱས་ནས་སློབ་ཆུང་ལ་ནི་ཧུར་བརྩོན་གནང་རོགས་གནང་ཞུ་གིན།